དེ་ནས་བརྩེ་བ་ངེས་འབྱེད་ཆེན་པོ། ཡོད་པ་ལྟར་བསྟན་པའི་ལུང། ཡོད་པ་ལྟར་བསྟན་པའི་ལུང། དེ་ནས་གཉིས་པ་དེ། ཉན་ཐོས་དང་རང་རྒྱགས་སོགས་ལ། བརྩེ་བ་ངེས་འབྱེད་ཆེན་པོ་མེད་པར་གྲུབ་པའི་ལུང། ད་དེ་འདྲ་གཉིས་ཡོད། ད་དང་པོ་ས་བཅུ་དང་པོ་དེ་ཡང། ད་ཐེངས་མིན་ཉོན་ཐོས་དང་རང་རྒྱལ་སོགས་ལ་དེ་ནི་སྙིང་རྗེ་ཆེན་པོ་ཡོད་པ་ལྟར་ཟེར་དེ་ནི་ངས་ཡོད་པ་ལྟར་ཟེར་དུས་ཡོད་པ་འདྲ་བོ་ཟེར་གྱི་ཡོད་རེད་བ། ད་དེ་ལབ་དགོས་རྒྱུ་མཚན་དེ་ད་ནམ་རྒྱུན་ད་ཁྱེད་རྣམ་པ་ག་འདྲས་ནི་ད་འདོད་པ་ག་འདྲས་ནི་ངས་ཧ་གོ་མ་སོང་ད་ནམ་རྒྱུན་ངས་ག་ལབ་བསྡད་ཀྱི་ཡོད་ཟེར་ན་ད་ངའི་རྣམ་རྟོག་ལ་དེ་འདྲ་སླེབས་ཀྱི་ཡོད་དེ་ནས་ད། བརྩེ་བ་སྔས་འབྱེད་ཆེན་པོ་རྒྱུད་ལ་བསྟན་པ་ཡིན་ན། དེ་ནི་ཐེག་པ་ཆེན་པོ་ཡིན་པས་ཁྱབ་པའོ། དེ་འདྲ་བསམ་གྱི་ཡོད་ད་ཡིན་ན་ཡང་ད་ད་ད་ད་རེད་དེ་ནས་ལུང་གསུམ་ལ་ཨ་ནི་ལུང་གསུམ་ལ་ཅིག་བསྟན་ཡོང་དུས་ད་ནས་ལུང་གསུམ་དེ་གི་དེ་ནས་ཕ་རྗེས་ཕ་རྗེས་ད། ཉན་ཐོས་དང་རང་རྒྱལ་སོགས་ལ་ཡང་དེ་ནས་སྔས་འབྱེད་ཆེན་པོ་ཡོད་པ་འདྲའོ་བསྟན་གྱི་འདུག་ཟེར་རོ།

དེ་ཡི་རྩ་བ་བྱང་ཆུབ་སེམས། རི་དབང་རྒྱལ་པོ་ལྟར་བརྟན་དང། མཆོག་ཐེག་གཏུགས་པའི་སྙིང་རྗེ་དང། གཉིས་ལ་མི་ལྡན་ཡེ་ཤེས་ལ། འོ་དེ་འདྲ་གསུངས་ཡོད་པ་རེད། ད་དེ་གི་འགྲེལ་པ་དེ་དེ་ནས་སློབ་དཔོན་ད་བར་གྲགས་པའི་མཛད་པའི་དབུ་མ་ལས་འཇུག་པའི་བཤད་པ། ད་བར་རང་ད་ཁྱེད་རྣམས་པར་ཆགས་པས་ཡོད་པ་ཡིན་ན་བ་ར་ན་སི་སྤར་མ་ཨ་ནེའི་ཤོག་གྲངས་དྲུག་ནང་ལ་ག་རེ་གསུངས་འདུག་ཟེར་ན། བྱང་ཆུབ་ཀྱི་སེམས་དང་གཉིས་སུ་མེད་པའི་ཡེ་ཤེས་གཉིས་ཀྱི་རྩ་བ་ཡང

བྱང་ཆུབ་ཏུ་སེམས་བསྐྱེད་པའི་རྩ་བ་ཅན་ཡིན་ལ། བྱང་ཆུབ་ཏུ་སེམས་བསྐྱེད་པའང་སྙིང་རྗེ་ཆེན་པོའི་རྩ་བ་ཅན་ཡིན་ཅིང་སྙིང་རྗེ་དེའང་སྡུག་བསྔལ་བའི་སེམས་ཅན་རྣམས་ལ་དམིགས་ནས་བསྐྱེད་པའི་ཕྱིར་རོ། ཟེར་རོ། ད་དེ་འདྲ་གསུངས་གནང་དོ། ད་དེ་ཡོད་འདི་ཙ་ནས། ད་དེ་གི་ག་འདྲས་བྱས་གྲུབ་ཀྱི་འདུག་ཟེར་ན། ཨ་ནི་ངན་དོན་དང་རང་གས་སོགས་ལ་སྙིང་རྗེ་ཆེན་པོ་ཡོད་པ་ག་འདྲས་བྱས་གྲུབ་ཀྱི་འདུག།